ཚོ་འདི་དགྲ་བོ་རྒྱ་ནག་གི་གཞུང་ས་ཁོངས་ཀྱི་སྒོ་ཁ་ལ་ད་ང་ཚོ་བོད་པ་ཚོ་འཛོམས་བྱས་ནས་སྐད་འབོད་བྱེད་དགོས་ཡ་གནམ་གཤིས་དྲོ་མོ་འདིའི་ནང་ལོགས་ལ་ང་ཚོ་སྐད་འབོད་བྱེད་དགོས་ཀྱི་རྒྱུ་མཚན་གཙོ་བོ་དེ་ད་ང་ཚོ་གི་རྒྱལ་ཁབ་བོད་དེ་དགྲ་བོ་རྒྱ་ནག་གི་བཙན་འཛོལ་འོག་ལ་ཡོད་པའི་ཆ་ནས་ང་ཚོའི་བོད་རྒྱལ་ཁབ་སླར་གསོ་གི་ཆེད་དུ་བོད་རང་བཙན་སླར་གསོ་གི་ལས་འགོར་གྱི་ཆ་ཤས་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་རིང་འདི་རྫུན་མ་གཅིག་དེ། ས་ཁ་ཐོར་གྱི་གནས་སྟངས་དེ་ད་གིན་གོང་ལ་ལེན་གོར་གོ་སྒྲིག་གནང་ཉིན་གྱི་སྲི་བ་གནང་རྐྱེན་ད་ལྟའི་དགྲ་བོ་རྒྱ་ནག་གི་སྲིད་འཛིན་ལས་ཐོག་ཞི་ཅེན་ཕེན་རང་དབང་ལུང་པ་ཨ་རིའི་ས་ཐོག་ལ་སླེབས་ཡོད་བ་དང་ང་ཚོ་ཨ་རིའི་ས་ཐོག་ལ་དེ་ཉིད་ཡིན་པའི་ཆ་ནས་ང་ཚོ་བོད་པ་གཅིག་ཡིན་པའི་ངོས་ནས་དང་ཨ་རིའི་མི་སེར་གཅིག་ཡིན་པའི་ངོས་ནས

ད་ལྟའི་དུས་མཚུངས་ལ་ཕྱོགས་གཅིག་ནས་ང་ཚོ་བཙན་བྱོལ་འོག་ལུང་པ་ལ་སླེབས་དོན་མི་ལོ་དྲུག་ཅུ་གི་བརྒྱུད་རིམ་ནང་ལོ་མ་ཕྱི་དལ་གྱིས་སློ་བ་ཡིན་ན་འདས་པའི་ལོ་ད་བར་གྱི་བཅོ་ལྔ་བཅུ་དྲུག་ནས་བོད་པའི་བཙན་བྱོལ་ནང་ལོགས་ལ་བོད་པའི་རང་དབང་རང་བཙན་གྱི་འཐབ་རྩོད་དེ་ཉམས་རྒུད་འགྲོ་ཡག་གི་ད་བཅའ་ཆེན་དངོས་སྡུག་གི་དུས་ངན་པ་ཅིག་གི་དུས་ཚོད་ལ་རེད། ད་ལྟ་ང་རང་གིས་འདི་འདྲའི་དྲི་ངར་ཅིག་ལ་ཕར་ཕྱིན། ལོ་རྒྱས་དགུ་བཅས་ཀྱི་སྔོན་ལ་ཀྲའོ་རྒྱ་ནག་གི་སྲིད་འཛིན Washington DC ལ་འཛམ་གླིང་གི་ཁོར་ཡུག་གི་ཚོགས་ཆེན་ཅིག་ལ་བསླེབས་པའི་སྐབས་ལ་ད་ད་ལ་ནང་བཞིན་གྱི་ངོ་རྒོལ་བྱེད་ཀྱིན་ཡོད་མ་རེད། སྐབས་དེ་དུས་ནའོ་ཆ་བཞག་ཡིན་ན་བཙན་བྱོལ་ནང་ལོགས་ལ་རང་བཙན་གྱི་སྐད་འབོད་བྱས་པ་ཡིན་ན། ཞེ་སྣང་བྱེད་ཡ། རང་བཙན་གྱི་སྐད་འབོད་དང་རྒྱ་ནག་ལ་ངོ་རྒོལ་བྱེད་པ་ཡིན་ན་སྤྱི་ཚོགས་ནང་ལོགས་ལ་ཟུར་འབུད་བྱེད་ཡ་དང་དམའ་འབེབས་བྱེད་ཡ་དེ་དཀའ་བ་ངན་པ་ཅིག་གི་དུས་ཚོད་ལ། རྒྱ་ནག་ལ་ངོ་རྒོལ་གོ་སྒྲིག་བྱེད་ཕོག་ཉེན་ཡོད་མ་རེད་ལས་འགོ་ནང་ལོགས་ལ་མཉམ་རྒྱུག་བྱེད་མ་ཕོག་ཡོད་དུས་ཚོད་ཅིག་ལ་ཡང་སྐབས་དེ་དུས་ཡང། ཚེ་བརྟན་ལགས་རྒྱ་མཚོ་གཙོ་བྱེད་ཀྱི་ནས་ད་རྒྱ་ནག་རང་བཙན་ལྷན་ཚོགས་ཀྱི་གོ་སྒྲིག་བྱེད་ཀྱི་ནས་དེ་སྲིད་ལ་ངོ་རྒོལ་མཁན་པོ་ཉི་མ་གཉིས་བྱེ་བ་རེ་ང་ཚོ་དེ་དུས་བཅར་བྱུང། ད་དེ་དུས་ཀྱི་གནས་སྟངས་འདྲ་བོ་བསམ་བློ་གཏོང་ན་དངོས་གནས་ཀྱི་སེམས་པ་ཕམ་དགོས་ཡ་གྱི་རེད། བ་ཤན་དུ་དེ་སྲིད་ལ་སྐབས་དེ་དུས་ང་ཚོ་བོད་པ་ཕར་གྱི་བཅོ་ལྔ་བཅུ་དྲུག་གྱི་མ་གཏོགས་ཡོད་ས་མ་རེད་གང་ལྟར་ཉི་ཤུ་ལས་འབངས་ཡང་མི་འདུག་རྒྱ་མི་སྐབས་དེ་དུས་རྒྱ་མཚོ་ཁ་ཤས་ཅིག་འདུག་ཉི་མ་གཉིས་ལ་རྒྱ་མི་རྒྱ་མཚོ་ཁ་ཤས་ཅིག་གི་ཁ་གཏད་ལ་ང་ཚོ་བོད་པ་བཅོ་ལྔ་བཅུ་དྲུག་དེ་གི་གཞན་ཡང་འགའ་འགའ་ཡང་ལ་སྐད་འགའ་འགའ་ཡང་ལ་གོ་མདོར་ང་ཚོ་གི་བོད་པ་གི་ཚབ་བྱེད་ཀྱི་ནི་དེ་དུས་སྐད་རྒྱ་གི་བྱུང་བ་རེད། ད་སྐབས་དེ་དུས་རང་བ་རང་བཙན་གི་ཚོགས་པ་གི་མེན་ཁི་དེ་གཉིས་ཡིན་ན་འདྲ་ཨོ་མི་ལམ་གི་ཚོགས་པ་གི་མེན་ཁི་གཉིས་ཡིན་ན་འདྲ་གོ་མདོར་སྐབས་དེ་དུས་རྒྱ་ནག་ལ་ངོ་རྒོལ་གི་ལིང་གོར་གོ་བྲེ་གྱི་ཕོ་གཉིས་སྲིད་འགྱུར་ནོར་ལོག་ལ་ཡོད་མ་རེད་དེ་ངས་དྲོངས་བཟོ་གི་ཡོད་མ་རེད་ང་དུ་ལུ་ལྷ་དུ། དངོས་ཡོད་གནས་ཚུལ་དེ་འདྲ་བྱུང་བ་རེད། ཡིན་ན་ད་ད་ལྟ་དེ་ལས་ཏག་སི་དྲག་རུ་ཕྱིན་པ་གི་གནས་སྟངས་ཀྱི་མཐོང་གི་འདུག་དེ་ཡི་བཟང་ཕྱོགས་ཀྱི་གནས་སྟངས་ཀྱི་རེད། ད་ལྟའི་ཆ་ལ་ཁ་ཚོན་བ་ཤེང་ཀྲོ་ཀྲི་སི་ལ་དགྲ་བོ་རྒྱ་ནག་གི་སྲིད་འཛིན་ལི་བི་སྐབས་ལ་ཡིན་ན་འདྲ་ཚོགས་པ་སྡེ་ཁག་གི་གོ་སྒྲིག་བྱས་པའི་ཐོག་ནས་མི་མང་གོ་ལ་དོ་མཚམས་མཉམ་ཞུགས་གནང་སོང། སོ་སོ་ལོ་བྱ་བཞག་ཡིན་ན་དེའི་ཉི་མ་གཉིས་དེ་ལ། གཅིག་བོད་པའི་རྩ་དོན་འཐབ་རྩོད་དང་འབྲེལ་བའི་གི་འདུ་འཛོམས་གཅིག་ལ་བཅར་དགོས་ཡག་གི་གནད་དོན་གི་ཐོག་ནས་ལས་འགུལ་ལ་དངོས་སུ་ཞུགས་ཡག་མ་རག་ཡིན་ན་ལས་ལས་འགུལ་ལ་ཞུགས་ཡུལ་གྱི་བརྙན་དང་པར་མཐོང་བའི་སྐབས་ལ་སོ་སོ་ད་མཁྲེན་པོ་གི་ཅིག་དུས་ཚོད་ཡག་རུ་སོང་བ། བོད་པ་གི་འཐབ་རྩོད་དེ་ད་དུང་ཡང་ཤི་མི་ཡག་གི་གནད་དོན་ཅིག་མཐོང་ཡག་གི་གནད་དོན་བྱུང་སོང། ད་ཁ་སང་ད་རིང། ཁ་ལི་ཧོ་ནི་ཡའི་ཕྱོགས་ལ་བསམ་བློ་གཏོང་བ་ཡིན་ན་འདྲ། ད་ག་ལ་གང་འཚམ་གྱི་བོད་པ་གཅིག་ཆོག་ཚང་མ་ནི་མོ་ཉོག་ལ་མ་བསྡུས་པའི་ཚོགས་པ་སྒྲིག་འཛུགས་ཀྱི་སྣེ་ཁྲིད་ཀྱིས་ནི་སྐད་འབོད་བྱེད་ཉན་གྱི་ཡོད་བ་དེ། ངས་བཟང་ཕྱོགས་ཀྱི་གནད་དོན་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་ནི་གནད་དོན་གཅིག་ངས་དྲིས་སོ་ཞུ་ཡ་ལ་ཉིས་སྟོང་བཅུ་གཉིས་ཀྱི་ལོ་ལ། དགྲ་བོ་རྒྱ་ནག་གི་སྲིད་འཛིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་སླེབས་བ་རེད།

ཤ་འདོག་གི་ཡོད་ན་འདྲ་ཁོང་ཚོ་གི་འབོ་དག་དང་ཁོང་ཚོའི་ཁ་ཆེམས་དེ་ང་ཚོ་གི་བོད་རྒྱལ་ཁབ་སླར་གསོ་མ་བྱུང་བར་དུ་འགྲུབ་ཡོད་མ་རེད་དེ་མེད་བའི་ཆ་ནས་ང་ཚོ་གི་ཚོགས་པ་སྒྲིག་འཛུགས་མི་སྒེར་སུས་གོ་སྒྲིག་བྱེད་གི་ཡོད་བ་ཡིན་ན་ལས་དགྲ་བོ་རྒྱ་ནག་ལ་ངོ་རྒོལ་བྱེད་པའི་སྐབས་ལ་མཉམ་རྒྱུག་བྱེད་དགོས་ཡ་མཉམ་རྒྱུག་བྱེད་ཡ་གི་འབད་བརྩོན་བྱེད་དགོས་ཡ་དེ་ཧ་ལས་བའི་གི་གལ་ཆེན་པོ་རེད་དྲན་གི་འདུག། ད་དེ་རིང་འདིར་ང་ཚོ་རྒྱ་བོད་རྒྱ་ནག་གི་གཞུང་ཚབ་ཁང་གི་མདུན་ལ་གནམ་གཤིས་གྲོག་མེད་ལ་མ་ལྟོས་པའི་མི་མང་ཉུང་ལ་མ་ལྟོས་པའི་གང་ལྟར་དུས་ཚོད་ཐུང་ཐུང་ཅན་ལ་གསལ་བསྒྲགས་བྱེད་ཀྱི་ནི་འདི་འདྲའི་གྱི་འཛུམ་པ་དེ་གི་བརྡ་ལན་དེ་ག་རེ་རེད་ལབ་ན། རྒྱ་ཆེ་ས་ནས་བསམ་བློ་བཏང་ན་དགྲ་བོ་རྒྱ་ནག་གིས་བོད་རྒྱལ་ཁབ་ལ་བཙན་འཛུལ་བྱེད་ཡ་ལ་མུ་མཐུད་མེད་བ། བོད་པ་མི་རེ་རེ་གི་བསམ་བློ་གི་ནང་ལོགས་ནས་སྤྱི་ཚོགས་གི་ཟུར་རེ་རེ་ནས་བོད་རང་དབང་རང་བཙན་སླར་གསོ་གི་རེ་བ་དེ་ཤི་མེད་བ། འཐབ་རྩོད་ཀྱི་འགན་འཁྲི་དང་བསམ་བློ་དེ་ཤི་མེད་པ། བོད་པ་གི་མི་རེ་རེ་གི་བསམ་བློའི་འདོང་ལོག་ལ་སོ་སོའི་དབུ་ཁྲིད་སུ་ཡིན་པ་དང་སོ་སོའི་རྒྱལ་ཁབ་གང་བ་ལ་ཡོད་བ་དེ་རང་དབང་ལུང་པ་ལ་ལི་བ་ཡིན་ན་ལ་རྒྱའི་མེ་དབུས་ཀྱི་རྣམ་འགྱུར་ཅིག་དང་འབོད་སྒྲ་ཅིག་ད་དུང་ཡང་གསུང་ཡོད་བ་དེ་དེ་རིང་ང་ཚོས་འདི་ནས་བསྟན་ཐུབ་ཡོད་རེད་དེ་རིན་ཐང་གྱི་རེད་ལས་འགན་གྱི་རེད་གཟིགས་བྱེད་ཀྱི་རེད་ད་དེ་རིང་འདི་ལ་ཆ་བཞག་ཡིན་ན་དཔེར་ན་ཐུབ་བསྟན་ལ་འདྲ་བོ་ཆ་བཞག་ན་ང་འདི་བཞིན་པ་ནས་ཕེབས་རྒྱུ་རེད་ཐུབ་བསྟན་ཆོས་ཉིད་ལ་ལ་འདྲ་བའི་ཡ་ནས་ཁོང་རེད་ད་ཐག་རིང་པོ་ནས།

དུས་ཚོད། མང་པོ་ཀྱི་ལུས་སྟོང་བྱེད་ཀྱི་ནི་དུས་ཚོད་སྟོང་ཡ་གཅིག་པོ་མ་རེད་དཀའ་ལས་བྱེད་རག་ཡོད་རེད་དངོས་གནས་ཁོ་རང་གཅིག། འགྲོ་སོང་གི་ཆ་ནས་རེད། ལས་འགོར་གོ་སྒྲིག་བྱེད་ཡག་གི་ཆ་ནས་རེད། སྟབས། གནམ་གཤིས་ཀྱི་ཚ་གྲང་གི་ཆ་ནས་རེད་དཀའ་ངལ་མང་པོ་ཀྱི་ལས་གདོང་ལེན་བྱེད་ཀྱི་ནི་དེ་འདྲ་གི་ལས་འགོར་སྤེལ་བསྡད་ཀྱི་ཡོད་རེད།

བོད་འབངས་ཀྱི་ཕྱོགས་ཚང་མ་ནས་ཨ་རིའི་ནང་ལོགས་ནས་ཅིག་ངོ་རྒོལ་གྱི་རྣམ་འགྱུར་དེ་ཚོགས་པ་དང་སྒྲིག་འཛུགས་དང་མི་སྒེར་དང་ཚང་མ་གི་སྔར་ལས་ལྷག་ས་གི་རྣམ་འགྱུར་གྱི་སྟེང་མཐོ་བ་དེ་ང་ཚོ་གི་རེ་བ་གི་ཕྱོགས་ཀྱི་རེད་བཟང་པོ་གི་ཕྱོགས་ཀྱི་རེད་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་སྒེར་ཕན་ཚུན་ལ་མ་མཐུན་བ་ཡོད་ཆོག་གི་རེད་མ་དགའ་བ་ཡོད་ཆོག་གི་རེད་བློ་མ་བདེ་བ་ཡོད་ཆོག་གི་རེད་ཡིད་མ་སྐྱིད་བ་ཡོད་ཆོག་གི་རེད་ཡིན་ན་འདི་འདྲའི་གི་དགྲ་བོ་རྒྱ་ནག་ལ་ངོ་རྒོལ་བྱེད་པའི་སྐབས་ལ་ང་ཚོ་ཚང་མ་གི་འགན་འཁྲི་དེ་གི་ཆེད་དུ་ང་ཚོ་ཚང་མ་གིས་གང་ལྟར་སྒྲུབ་དགོས་ཡག་གི་ལས་དོན་དེ་གི་ཆེད་དུ་འདི་འདྲའི་ཆེད་ནས་མཉམ་ཞུགས་བྱེད་དགོས་པ་དེ་ད་ཧ་ལས་པའི་གལ་ཆེན་པོ་རེད་དེ་རྡོག་རྩ་གཅིག་སྒྲིལ་རེད་རྡོག་རྩ་གཅིག་སྒྲིལ་ལབ་དུས་ཡིན་གཅིག་མིན་གཉིས་ཁ་ལག་མཉམ་དུ་ཟ་དགོས་ཡག་རྡོག་རྩ་གཅིག་སྒྲིལ་ལབ་དུས་ཡིན་གཅིག་མིན་གཉིས་ཞབས་བྲོ་མཉམ་དུ་རྒྱབ་དགོས་ཡག་གི་གནད་དོན་གཅིག་མ་རེད་རྡོག་རྩ་གཅིག་སྒྲིལ་ལ་ཡག་དེ་བོད་སྤྱི་བའི་རྩ་དོན་གི་ཆེད་དུ་གོམ་པ་མཉམ་དུ་རྒྱབ་ཐུབ་ཡག་དང་མཉམ་དུ་ལོངས་ཐུབ་ཡག་དང་མཉམ་དུ་འབོད་སྒྲ་བསྒྲག་ཐུབ་ཡག་དེ་རྡོག་རྩ་གཅིག་སྒྲིལ་ཆགས་ཐུབ་ཀྱི་ཡོད་རེད་དེ་རིན་ཐང་ཆེན་པོ་ཞིག་རེད། ད་ཐ་མ་དེ་དགྲ་བོ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་འདས་པའི་གི་དུས་ཡུན་རིང་པོ་ཅིག་གི་ནང་ལོགས་ལ་ད་ཕྱིའི་ཡུལ་གྲུ་ཁག་ལ་འགྲོ་ཐུབ་གི་ཡོད་མ་རེད་འགྲོ་ཕོག་གི་ཡོད་མ་རེད་ལྷག་པར་དུ་ཨ་རིའི་རང་དབང་ལུང་པ་གི་ནང་ལོགས་ལ་འགྲོ་ཡ་ལ་བློ་མ་བདེ་ཡ་ཅིག་དང་འགྲོ་ཡ་ལ་གང་ལྟར་བློ་ཁོག་མི་བདེ་བའི་གནས་སྟངས་ཆགས་བསྡད་ཡ་དེ་ག་རེ་ལབ་ན་དེ་ང་ཚོས་ཤེས་དགོས་པ་དེ་གལ་ཆེན་པོ་རེད། ཕྱོགས་གཅིག་ནི་རྒྱ་ནག་གི་འདས་པའི་གེགས། རྒྱ་ནད་ཁོ་རོ་ན་གཙོས་པའི་གེགས། རྒྱལ་སྤྱིའི་གི་ཐོག་ལ་རྒྱ་ནག་གི་གོང་ལྟར། རྒྱལ་སྤྱིའི་རང་དབང་དམངས་གཙོ་བདེ་འཇགས་ལ་གཏོར་སྐྱོན་དང་ཉེན་ཁ་ཅིག་བཟོ་གི་ཡོད་པའི་གེགས་ནག་ཉེས་ཅིག་དང་གནོང་ཅིག་ཡོད་རེད། ཕྱོགས་གཞན་དག་ཅིག་ནི་ང་ཚོ་བོད་པ་ཚོ་གི་མི་མང་ཉུང་ལ་མ་ལྟོས་པའི་དགྲ་བོ་རྒྱ་ནག་གི་སྲིད་འཛིན་ག་བ་ལ་སླེབས་གི་ཡོད་པ་ཡིན་ནི་ལས་བོད་ཀྱི་རྒྱལ་དར་དེ་གནམ་ལ་ཚར་བྱས་ནས་གོང་ལྟར་རྒྱ་ནག་གི་བོད་བཙན་འཛུལ་བྱས་པ་དེ་ལ། ངོ་རྒོལ་མེད་རིགས་ཀྱི་རྣམ་འགྱུར་གྱི་སྟེང་ཀྱི་ནི་ངོ་ཚ་གྱི་བཟོ་གི་ཡོད་རེད། དེ་ཕྱོགས་གཅིག་རེད། ཕྱོགས་གཞན་དག་ནི་རྒྱ་ནག་ནང་ལོགས་ལ་ད་ལྟའི་ཆ་ལ། ཡར་རྒྱས་དང་བདེ་སྐྱིད་ག་སེ་མིན་གུ་ག་སེ་ཡོད་ལ་ཡིན་ན་ལ་རྒྱ་ནག་ད་ལྟ་བོད་ལོགས་ཀྱི་ནི་ཨབ་སུ་མ་འདུལ་བའི་གནས་སྟངས་ཅིག་གི་ནང་ལོགས་ལ་བསྡད་ཡོད་རེད། དཔལ་འབྱོར་གྱི་ཆ་ནས་རེད་བདེ་འཇགས་ཀྱི་ཆ་ནས་རེད་མི་མང་གི་གཞུང་ལ་ངོས་ལེན་དང་རྒྱབ་སྐྱོར་བྱེད་སྟངས་ཀྱི་ཆ་ནས་རེད། ཕྱོགས་མང་པོ་ཅིག་ནི་རྒྱ་ནག་གི་སྲིད་འཛིན། ཕྱི་ལོགས་ལ་འགྲོ་བ་ཡིན་ན་ནང་ལོགས་ལ་བློ་མ་ཁེལ་ཡ། ཕྱི་ལོགས་ལ་འགྲོ་བ་ཡིན་ན་ཕྱི་ལོགས་ལ་སྡོམ་པ་བསྟན་མ་ནུས་ཡ་གི་གནས་སྟོང་བྱེད་ཀྱི་ནང་ལོགས་ལ་བསྡད་ཡོད་བ་དེ་ཞི་ཅིན་ཕིན་གྱི་སྡོམ་པ་གཅིག་པུ་མ་རེད་དེ་རྒྱ་ནག་གི་སྡོམ་པ་ཆགས་སྡོད་ཀྱི་ཡོད་རེད། ང་ཚོ་གི་རེ་སྐྱེད་ཀྱི་ལབ་དགོས་རེད་རྒྱ་ནག་སྟོབས་ཆེན་རེད་ཡར་རྒྱས་ཕྱིན་ཡོད་རེད་གླགས་འཁེལ་གྱི་མ་རེད་རང་དབང་རང་བཙན་སླར་གསོ་བྱེད་ཐུབ་ཀྱི་མ་རེད་ལབ་དགོས་རེད་དེ། དངོས་གནས་ཀྱི་གཏིང་ཟབ་པོ་གི་ཞིབ་འཇུག་བྱ་བ་ཡིན་ན་རྒྱ་ནག་དེ་གོང་ལྟར་ད་ཧབ་སུ་མ་འདུས་པའི་ཚད་ཅིག་ལ་སླེབས་ཀྱི་ཡོད་དུས་ད་ལྟ་ཞི་ཅིན་ཕིན་གྱི་ངོ་ཚ་དེ་དང་ཞི་ཅིན་ཕིན་གྱི་གནས་བབ་དེ་རྒྱ་ནག་གི་ངོ་ཚ་དང་གནས་བབ་ཆགས་ཀྱི་ཡོད་རེད་དེས་མ་བགྱིས་བའི་ཐོག་ནས་ང་ཚོ་སོ་སོ་གི་འདུན་པ་ལ་ཡིད་ཆེས་ཀྱིས། སོ་སོ་གི་འགན་འཁྲི་ལ་ཡིད་ཆེས་ཀྱིས་མི་སེར་རིན་ཐང་ལ་ཡིད་ཆེས་བྱེད་པའི་ཐོག་ནས་ང་ཚོ་གི་འཐབ་རྩོད་བྱེད་དགོས་ཀྱི་ཡོད་རེད་དབུ་ཁྲིད་རེད་ཅེས་གསུང་གི་འདུག་ཧ་ལམ་རྒྱ་མི་ཚང་མ་ལ་བྱང་ཕྱོགས་ཀྱི་ཟས་མ་བརྗེད་བར་དུ་བོད་ལ་རེ་བ་མེད་པ། འཛམ་གླིང་ལ་སྤྱི་ཡོངས་ལ་འགྱུར་བ་ཅི་མ་འགྲོ་བར་དུ་བོད་ལ་རེ་བ་ཡོད་མ་རེད་གསུང་ཡ་དེ་བོད་མི་མང་མགོ་སྐོར་གཏོང་དགོས་རེད་དེ་སུས་བྲིས་དེ་དེ་འདྲས་ཀྱི་མགོ་སྐོར་གཏོང་ནས་ལོ་བཅུ་ཕྲག་མང་པོ་ང་ཚོ་མགོ་སྐོར་གཏོང་བསྡད་པ་རེད་ད་ང་ཚོ་གཉིད་སད་དགོས་ཀྱི་རེད། ང་ཚོ་རྒྱ་མི་གི་བྱམས་སྙིང་རྗེ་བྱེད་ཀྱི་ནི་རང་རང་བཙན་ནམ་ཡང་སྤྲད་ཀྱི་མ་རེད་རྒྱ་མི་མི་རེ་རེ་ལ་བྱམས་སྙིང་རྗེ་བྱུང་ཆོག་གི་སེམས་སྐྱེ་ཡ་དགོས་བསྡད་པ་ཡིན་ན་འཇིག་རྟེན་སྟོང་འགྲོ་ཀྱི་རེད་དེ་རེ་བ་དེ་ལ་དགོས་བསྡད་ན་ང་ཚོ་གི་རེ་བ་སྟོང་པ་རེད། ང་ཚོགས་ཀྱི་རྒྱལ་ཁབ་སླར་གསོ་དགོས་ཀྱི་ཡོད་ན་ང་རང་ཚོགས་ཀྱི་ལག་པ་ལ་བརྟེན་ང་རང་ཚོགས་ཀྱི་ལུས་སྟོང་ལ་བྱེད་ཀྱི་ནི་སླར་གསོ་བྱེད་དགོས་ཀྱི་ཡོད་རེད་ད་ལྟ་བར་དུ་བོད་པ་ས་ཡ་གཉིས་ལྷག་ཅིག་གི་ལུས་སྟོང་བྱེད་ཡག་དེ་ཡང་རྒྱ་མིའི་རྒྱུད་ལ་བྱམས་སྙིང་རྗེ་བྱང་ཆུབ་སེམས་བསྐྱེད་ཡག་ཅིག་དུ་མ་རེད་འཛམ་བུ་ལ་འགྱུར་བ་གཏོང་ཡག་གི་ཆེད་དུ་མ་རེད་སོ་སོའི་ལས་དབང་སོ་སོས་འགྱུར་བ་གཏོང་ཡག་གི་ཆེད་དུ་བོད་རང་དབང་རང་བཙན་དེ་བོད་པ་རང་ཉིད་ཀྱི་སླར་གསོ་བྱེད་དགོས་ཀྱི་ཡོད་པའི་ཡིད་ཆེས་དང་འདུ་ཤེས་དང། དེ་འདྲའི་གི་གོ་རྟོགས་ཅན་གི་ཐོག་ནས་ལུས་གཏོང་བྱས་ཡོད་རེད་དེ་ང་ཚོ་གསོན་པོ་བདེ་སྙིང་ཚོ་གི་བགྱིད་རུང་གི་མ་རེད་ད་ང་ཚོ་བོད་པ་ཚོ་རྩ་དོན་འཕར་ཚུག་གི་ཐོག་ནས་རྩ་དོན་གཡོ་ཚོང་བྱེད་ཡ་དེ་མཚམས་བཞག་དགོས་གི་རེད་མི་མང་མགོ་བོར་གཏོང་ཡ་དེ་མཚམས་བཞག་དགོས་གི་རེད་མི་རེ་རེ་གཉིས་གཉིས་མགོ་བོར་གཏོང་ཐུབ་གི་རེད་དེ་ལོ་རྒྱུས་མགོ་བོར་གཏོང་ཐུབ་གི་མ་རེད་ལོ་རྒྱུས་ནག་སོ་གཏོང་ཐུབ་གི་མ་རེད་ད་ལྟའི་ཆ་ལ།

རང་དབང་གི་རིན་ཐང་ཧ་གོ་བའི་ཐོག་ནས། ང་ཚོ་གི་དཔེ་ལྟ་ས་ཡག་ཤོས་དེ་ཨ་རིའི་གི་ས་གཞི་ཆེན་པོ་འདི་དང། རྒྱ་གར་གི་ས་གཞི་ཆེན་པོ་གི་རང་དབང་རང་བཙན་དེ་ག་འདྲ་བྱས་ནས་སླར་གསོ་བྱས་ཀྱང་དེ་ལ་ང་ཚོས་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད། དེ་ལ་ང་ཚོས་དཔེ་ལྟ་བྱས་ནས་རང་བཙན་འཐབ་རྩོད་བྱེད་དགོས། མདོར་བསྡུས་ན་ང་ཚོས་རྒྱལ་ཁབ་སླར་གསོ་དགོས་གི་ཡོད་ན། ང་ཚོའི་ཡིད་ཆེས་ལ་བརྟེན་ང་ཚོའི་འབད་བརྩོན་ལ་བརྟེན་བྱས་ནས་ང་ཚོའི་ལུས་སྟོང་ལ་དེ་བསྟན་ཅིག་རྒྱལ་ཁབ་ལ་སོགས་དགོས་གི་རེད་མ་གཏོགས་དགྲ་བོ་ལ་བྱམས་སྙིང་རྗེ་སྐྱེ་ཡ་ལ་འགོག་བདེ་བ་ཡིན་ན་དེ་རྩ་བ་ཉིད་ནས་འགྲིག་ཡ་ཡོད་མ་རེད་དེ་ང་ཚོ་ད་ལྟ་བར་དུ་ཧ་ལོག་བདེ་བ་དེ་ད་དུང་ཡོང་འཆར་ལོ་བཅུ་ཕྲག་ཁ་ཤས་ཀྱི་ཧ་ལོག་ཡ་གི་སྐད་ཆ་རེད་དེ་འདྲ་ཡིན་པའི་ཆ་ནས་ད་ང་ཚོ་གཉིད་སད་བའི་ཐོག་ནས་ཧ་མ་ལོག་བའི་ཐོག་ནས་དངོས་གནས་ཀྱི་སོ་སོའི་སོ་སོ་གི། འགྱིང་བག་ལ་འགན་ག་རེ་ཡོད་བ་དེ་ངས་སྔོན་མ་གཅིག་ཤེས་མྱོང། ང་ཚོ་གི་འགྱིང་བག་གང་ལ་རོ་ས་ཨ་ཉིའི་ལག་གི་འགན་དེ་ང་ཚོའི་འགྱིང་བག་གང་ལ་ཡོད་རེད། དེའི་འབོད་སྒྲ་དེ་རང་དབང་རང་བཙན་སླར་གསོ་བྱེད་ཡ་དེ་རེད། སོ་སོའི་དབུ་ཁྲིད་དང་སྲིད་གཞུང་སོ་སོའི་རྒྱལ་ཁབ་ལ་ཕར་འདི་འདྲའི་ཞུ་ཡ་དེ་རེད། བོད་གཞིས་བྱེས་གཉིས་དེ་རང་དབང་རང་བཙན་གྱི་ཐོག་ནས་སླར་གསོ་ལྷན་འཛོམས་ཡོང་ཡ་དེ་རེད།